བློ་བཟང་རྣམ་པ་ཞེས་བརྒྱུད་ཀྱི་ཞིང་ས་སྦྱོང་བ་དང་ཐུན་མིན་ཟབ་ལམ་དྲུག་ནས་ས་བོན་གདབ་པའོ། ད་དེ་ལ་དེ་ནི་ཐུན་མོང་ཟེར། དེ་ནི་ཐུན་མོང་དང་ཐུན་མོང་མ་ཡིན་པ་རྣམ་པ་གཉིས་ཟེར། ད་འདི་སྔོན་འགྲོ་དངོས་སུ་བསྟེན་བ་ན་ཟུག་དང་ཉམས་སུ་ལེན་བྱེད་ཀྱི་ཆོས་དེ་ལ་དེ་ནི་ཐུན་མོང་བློ་ལྡོག་རྣམ་པ་ཞེས་ཟེར། དེ་ནི་ཐུན་མོང་བཤད་དགོས་པའི་རྒྱུ་མཚན་གང་ཡིན་ཟེར་ན་ད་འདི་དེ་ནི་ང་རང་ཚོ་གི་ཆེས་ཉམས་སུ་ལེན་པའི་གང་ཟག་དེ་ལ་དེ་ནི་ང་རང་ཚོར་བློ་རབ་དང་འབྲིང་དང་ཐ་མ་དང་དེ་རྣམ་པ་གསུམ་ཡོད་ཡིན་ས་རེད་དེ་འདྲའི་ཡིན་ཙང་ད་འདི་མན་ངག་དེ་ཉིད་དེ་ནི་བློ་རབ་འབྲིང་ཐ་མ་ཐམས་ཅད་ཀྱི་ཐུན་མོང་དུ་དེ་ནི་ང་རང་ཚོ་གི་ཉམས་སུ་ལེན་བྱེད་ཀྱི་ཆོས་ཡིན་པས་བཤད་ན་དེ་ནི་ཐུན་མོང་ཟེར་གྱི་འདུག་དེ་འདྲའི་ཉམས་སུ་ལེན་བྱེད་ཀྱི་ཆོས་དེའི་གི་དེ་ནི་གདམས་ངག་དེ་ལ་མན་ངག་འདི་ལ་ག་ཚོད་ཡོད་རེད་ཟེར་ན་དེ་ནི་རྣམ་པ་བཞིའི་བློ་ལྡོག་རྣམ་པ་བཞི་ཟེར་དེ་ནི་གང་ལས་བློ་ལྡོག་དགོས་རེད་ཟེར་ན་དེ་ནི་ཁམས་གསུམ་འཁོར་བ་འདི་ལས་བློ་ལྡོག་དགོས་ཀྱི་ཡོད་རེད་ཟེར་ཏོ། དེ་ནི་ཁམས་གསུམ་འཁོར་བ་འདི་ལས་བློ་ལྡོག་མ་ཐུབ་ན་དེ་ནི་ག་རེའི་སྐྱོན་ཡོད་རེད་ཟེར་ན་ཁམས་གསུམ་འཁོར་བ་འདི་ལས་བློ་ལྡོག་མ་ཐུབ་ན་དེ་ནི་ང་རང་ཚོ་གི་ཚེ་འདི་སྣང་དང་འདི་ཡི་དབང་དུ་བྱས་ནས་དེ་ནི་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་ཤོར་ནས་ཆོས་ཡང་དག་པ་རྣལ་མ།

དེ་ནི་ལས་ཀྱི་མཐའ་མ་ལོག་པ་ཞིག་ཏུ་ཐིམ། ལས་ཀྱི་མཐའ་མ་ལོག་པ་ཞིག་འདི་ག་རེ་ལས་ཀྱི་མཐའ་ལོག་པ་ཞིག་འདི་གང་ཞིག་རེད་ཟེར་ན་དེ་ནི་ང་ཚོ་གི་ཤེས་པ་དང་མི་མཚུངས་དང་དག་སྣང་བཞིན་གྱི་དེ་ནི་སངས་རྒྱས་ཀྱི་བསྟན་པ་ལ་དེ་ནི་ཡུལ་དབུས་སུ་སྐྱེས་ཀྱང་དེ་ནི་གནའ་ཕ་མ་དེ་ནི་ཆོས་ལ་མི་དད་པ་དང་ཐ་དད་འདྲེས་ཀྱི་དེ་ནི་ང་རང་ཚོ་གི།

གཙོ་བོ་དེ་དེ་ནི་ང་རང་ཚོ་གི་ཡིད་ཀྱི་ཨང་པོ་དེ་ནི་དེ་ནི་ལྐུགས་པ་འདྲ་བ་ཞིག་དེ་ནི་ང་རང་ཚོ་གི་ད་ཅིག་ཚིག་དོན་གང་ན་ཡང་དེ་ནི་ང་རང་ཚོ་གི་རྟོག་དཔྱོད་ཀྱི་རྣམ་དཔྱོད་མེད་པ་ད་དེ་འདྲའི་ཅིག་ལ་དེ་ནི་ང་རང་ཚོ་གི་སྐྱེས་སོང་བ་ཡིན་ན་དེ་ཡང་དེས་ཀྱི་དེ་ནི་ང་རང་ཚོ་གི་ཆོས་སྒྲུབ་པའི་སྐལ་བ་དང་མི་ལྡན་པ་རེད་ད་བ་ན་གཞིག་གི་དེ་ནི་དད་པ

དེ་ནས་འགྱུར་པ་ལྔ་སྟེ་གང་རེད་ཟེར་ན་བདག་གང་ན་ཞིག་གི་དོན་ནི་སངས་རྒྱས་ཆོས་དང་སངས་རྒྱས་བྱོན་དང་དམ་བཅའི་གཟུངས་བསྟན་པ་གནས་དང་དེ་རྗེས་འཇུག་གཤིན་རྗེར་སྙིང་ནས་བརྩེ་བའོ་ཟེར་དུ་ད་སངས་རྒྱས་བྱོན་ནོ་ཟེར་དེ་ནས་ང་རང་ཚོ་གི་སངས་རྒྱས་མ་བྱོན་པའི་ཞིང་མུན་པའི་སྐལ་བ་རྣམས་སུ་སྐྱེ་བར་གྱུར་པ་ཡིན་ན་ང་རང་ཚོ་གི་ད་དམ་པའི་ཆོས་ཀྱི་གྲྭ་ཙམ་ཡང་ཐོས་ཐུབ་ཀྱི་མ་རེད་དེ་འདྲ་ཡིན་ཚེ་དེ་ནས་སངས་རྒྱས་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་བཀའ་སྲུང་རྣམ་འདྲེན་བཞི་པ་དེ་ནི་འཇིག་རྟེན་ཁམས་སུ་འབྱོན་པའི་དེ་ནས་སངས་རྒྱས་ཀྱི་བྱོན་པའི་ཞིང་དུ་ཡང། ཀྱེ། དེ་ནི་སངས་རྒྱས་དེས་བྱོན་པ་ཡིན་ན་ཡང་དེ་ནི་སངས་རྒྱས་དེས་པའི་ཆོས་མ་གསུངས་བ་ཡིན་ན་དེ་ནི་འདུལ་བྱའི་རྒྱུད་ལ་ཕན་ཐོགས་པའི་ཡོད་མ་རེད་བདག་ཅག་གི་འདུན་པ་ཚོ། སངས་རྒྱས་ཤཱཀྱ་ཐུབ་པ་རྡོ་རྗེ་གདན་བྱང་ཆུབ་ཤིང་གི་དྲུང་དུ་དེ་ནི་ངོ་བོར་རྫོགས་པ་སངས་རྒྱས་ནས་ཞག་བདུན་ཕྲག་བདུན་གྱི་བར་དུ་ཞག་བཞི་བཞི་ཞག་དགུ་གི་བར་དུ་དེ་ནི་ཆོས་མ་གསུངས་བ་བྱིན་བཞུགས་པ་རེད་བསམ། གང་ཡོང་ཟེར་ན་དེ་ནི།

བསྟན་པའི་གནས་ཚད་གང་ཡིན་པ་བདེན་ཡང་དེ་ནི་སྔར་རང་ཚུགས་པ་ད་ལྟ་མ་རྫོགས་པ། བསྟན་པ་གྲ་མ་ཉམས་འཁྲུལ་མ་ཉམས་ད་ག་ནང་བཞིན་ཡིན་ནོ་གནས་དེ་བུ་གི་དེ་ནི་སྔར་རང་ཚུགས་པའི་གནས་སུ་སྐྱེ། ད་ག་ནང་བཞིན་བསྟན་པ་བསྣོལ་ཡང་དེ་ནི་བསྟན་པ་དེའི་གི་དེ་ནི་སྔར་རང་ཚུགས་པའི་རྒྱུན། རྒྱུན་མ་ཆད་པར་དེ་ནི་བླ་མེད་ཀྱི་སློབ་མ་ལ་དེའི་གི་གདམས་ངག་རྒྱུན་མ་ཆད་པར་དེ་ནི་ཤེས་མཁན་དེ་ད་རུང་རྒྱུན་རྒྱུན་དེ་ཆད་སོང་བ་ཡིན་ན་དེ་དེའི་སྔར་རང་ཚུགས་པ་ཡིན་ཡང་དམ་པའི་ཆོས་ཡང་དག་པ་ཞིག་སྔར་རང་ཚུགས་ཀྱི་འཕྲལ་ཐུག་གི་མ་རེད་དེ་ནི་རྒྱུན་དེ་ཡོད་པར་གྱུར་བ་ཡིན་ན་ཡང།

དེ་ནི་རྒྱུ་སྤུས་གྲངས་གསུམ་གྱི་སྒོ་ནས་རྙེད་པར་དཀའ་བ་རེད་ཟེར་གྱི་འདུག་དེ་ནི་རྒྱུའི་སྒོ་ནས་རྙེད་པར་དཀའ་བ་སྤུའི་སྒོ་ནས་རྙེད་པར་དཀའ་བ་གྲངས་ཀྱི་སྒོ་ནས་རྙེད་པར་དཀའ་བ་དེ་འདྲ་བཤད་ཀྱི་འདུག་ད་དེང་དུས་སྟོན་དུ་ང་རང་ཚོ་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱི་ཡེ་ཤེས་མཛོད་ཀྱི་ནང་ལ་དེའི་སྟེང་དུ་དེ་ནི་ཁྲོ་ཆུང་རྐྱེན་གྱིས་མི་ཁོམ་རྣམ་པར་སྐྱེས་རི་ཆད་བློ་ཡིས་མི་ཁོམ་རྣམ་པར་སྐྱེས་ཟེར་དེ་ནི་ཡང་བཅུ་དྲུག་ཚེ་ནས་མདོར་ན་བདེ་འབྱོར་གྱི་ཆོས་སུམ་ཅུ་རྩ་བཞི་དང་ལྡན་པ་དེ་ལ་དེ་ནི་མི་ལུས་རིན་པོ་ཆེ་ཞེས་བཤད་ཀྱི་ཡོད་ཟེར་གང་ལྟར་ཡང་ད་ལྟའི་དུས་ན་རྒྱུའི་སྒོ་ནས་རྙེད་པར་དཀའ་བ་དེ་གང་རེད་ཟེར་ན་དཔེར་ན་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་ཏེ་ང་རང་ཚོ་མིའི་ལུས་རྟེན་ཅིག་ཐོབ་དགོས་ན། མིའི་ལུས་རྟེན་དང་དལ་འབྱོར་གྱི་མི་ལུས་རིན་པོ་ཆེ་དག་ཕར་བཞག་ང་རང་ཚོ་གི་དལ་འབྱོར་གྱི་རྟེན་ཅིག་ཐོབ་དགོས་ཡོད་ན་ལྷ་དང་མི་ཡི་གི་རྟེན་ཅིག་ཐོབ་དགོས་ཡོད་ན། དེ་ནི་ང་རང་ཚོ་གི་ཚུལ་ཁྲིམས་རྣམ་པར་དག་པ་ཅིག་བཟུང་བཞག་པ་བརྒྱུད་ཅིག་སྔོན་དུ་འགྲོ་དགོས་ཡོད་རེད་དེ་འདྲ་ཡིན་ཙང་དེ་ནི་ང་རང་ཚོ་གི་དཔེར་ན་དེ་ནི་སྐྱབས་སྡོམ་ཙམ་ཞིག་རང་གི་རྒྱུད་ལ་ཐོབ་པ་ཡིན་ན་ཡང་དེ་སྐྱབས་སྡོམ་ཐོབ་པ་དེ་གི་ཕན་ཡོན་དེ་གང་ཡོད་ཟེར་ན་དེ་ནི་ངན་སོང་གསུམ་ལ་དེ་ནི་སྐྱེ་གི་མ་རེད་ཟེར་དེ་གང་ཡོད་ཟེར་ན་དེ་སྡོམ་པ་དེ་གི་སྡོམ་པ་དེ་གི་དེ་ནི་ཕན་ཡོན་དང་ནུས་པ་དང་བྱིན་རླབས་དེ་ལ་བརྟེན་ནས་དེ་ནི་སྐྱབས་སུ་འཛིན་པའི་དགེ་བསྙེན་ཙམ་གྱི་སྡོམ་པ་ཡོད་ན་ཡང་དེ་ནི་ང་རང་ཚོ་ངན་སོང་གསུམ་གི་མདུན་ལས་སྐྱེ་གི་མ་རེད་ཟེར་དེ་ནི་ལྷ་དོན་དུ་རི་ལྷ་དང་མི་ཡི་སྒོམ་སྤང་ལ་སྐྱེ་ཐུབ་ཀྱི་རེད་ཟེར་གི་འདུག་དེ་འདྲའི་ཡོན་ཙང་དེ་ནི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེས་ཐོབ་དགོས་ན་འདུག་དེ་ལས་ཀྱང་དེ་ནི་ཚུལ་ཁྲིམས་རྣམ་པར་དག་པ་ཞིག་གསུངས་ཡོད་པ་དེ་སྔོན་དུ་འགྲོ་དགོས་ཀྱི་ཡོད་རེད་དེ། ང་རང་ཚོ་གིས་དེ་ཚུལ་ཁྲིམས་རྣམ་པར་དག་པ་ཞིག་གསུངས་ནུས་ཡོད་ན་ཡང་དེ་ལ་དེ་ནི་སྨོན་ལམ་རྣམ་པར་དག་པ་གི་མཚམས་མ་སྦྱར་བ་ཡིན་ན་ཡང་ང་རང་ཚོ་གིས་དེ་ནི་རྒྱུ་རྐྱེན་དེ་འདྲའི་ཕུན་སུམ་ཚོགས་པའི་ཆོས་ཁྲིད་པའི་སྐལ་བ་དང་ལྡན་གྱི་མ་རེད་དེ་འདྲའི་ཡོན་ཙང་དེ་ནི་རྒྱུ་ཚུལ་ཁྲིམས་རྣམ་པར་དག་པ། སུ་བཙོང་ཡོད་པ་སྔོན་དུ་སོང་བ་དེའི་སྟེང་དུ་དེ་ནི་རྐྱེན་སྨོན་ལམ་རྣམ་པར་དག་པའི་མཚམས་སྦྱར་བ། ད་དེ་འདྲའི་རྐྱེན་སྔོན་དུ་སོང་བ་ཡོད་རེད་དེ་རེད་དེ་བརྒྱད་ཀྱི་སྐྱེས་བུ་གསུམ་ཚོགས་པ་ལ་དེ་ནི་ད་ལྟ་མི་ལུས་འདི་འདྲའི་ཆེད་ཐོབ་ཡོད་རེད་ང་རང་ཚོ་གི་དེ་ནི་རྒྱུ་དངོས། དེ་ནི་འབྲས་བུའི་རྟགས་ལ་དེ་ནི་རྒྱུ་དེ་སྔོན་དུ་རྒྱུ་དེ་སྔོན་དུ་འགྲོ་ཡོད་གྲུབ་ཡོད་པ་དེ་དེ་ང་རང་ཚོ་གི་དཔོག་ཐུབ་ཀྱི་ཡོད་རེད་དེ་ནི་སངས་རྒྱས་ཀྱི་སངས་རྒྱས་ཀྱི་གསུང་ལ་དེ་ནི་དེ་འདྲའི་ཡིན་ཙང་དེ་ནི་ཚུལ་ཁྲིམས་ཀྱི་གསུང་ཁུག་འདུག་ན་དེ་ནི་ད་ལྟ་ང་རང་ཚོ་གི་མིའི་ལུས་རྟེན་འདི་ལ་བསམ་བློ་བཏང་ན་རང་གི། དེ་ནི་ཉི་མ་གཅིག་གི་དེ་ནི་ང་ལ་རྫོགས་པའི་རྟགས་རྣམས་ཏེ། སྲོག་སྲོག་ཅེས་པ་སྤང་བ་དང་དག་ལ་སྣང་ཞིང་གི་རྫུན་དང་ཕྲ་མ་དང་རྩིག་རྩུབ་དང་དག་དེ་ནི་མི་དགེ་བཅུའི་གི་ལས་སྤངས་ནས་ཉི་མ་གཅིག་ལ་ང་ལ་རྫོགས་པའི་གསུང་གོ་ན། དེ་ནི་ང་ལ་རྫོགས་པའི་ཡག་པོ་ཞེས་གསུང་ཐུབ་ཀྱི་འདོད་མི་འདོད་སོ་སོའི་སེམས་ལ་ཡག་པོ་བསམ་བློ་བཏང་དེ་འདྲ་བྱས་ནས་དེ་ནི་ང་ལ་རྫོགས་པའི་ཚུལ་ཁྲིམས་རྣམ་པར་དག་པ་ཞེས་བྱ་བ་དེ་ཉིད་གསུང་གོ་ན་ཡང།

དེ་ནི་རུས་པ་ལོང་བ་སྟེ་དེ་ནི་ལོ་བརྒྱ་བརྒྱ་ནས་དེ་ནི་བརྒྱ་ཟུག་གི་སྟེང་ལ་ཚར་རེ་དེ་ནི་ཐོན་གྱི་ཡོད་རེ་ཟུག་ཏུ་ཁོ་རང་ལས་ལས་ཀྱི་དབང་གིས་དེ་ཐོན་ནས་དེ་ནི་གཉའ་ཤིང་གི་བུ་ག་དེའི་ནང་ལ་རུས་པ་ལ་གི་དེ་མགྲིན་པ་དེ་ཚུད་ནས་དེ་རུས་པ་ལས་ཤི་སྲིད་གི་རེད་ཟེར་གི་འདུག་ཤི་སྲིད་གི་རེད་དེ་མི་སྲིད་པ་མ་རེད་ཟེར་དེ་ནི་ཡིན་ན་ཡང་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་གི་འདུག་དེ་ལས་ཀྱང་རྙེད་པར་དཀའ་བ་རེད་གསུངས་ཡོད་རེད་ད་དེ་འདྲ་ཡིན་ཙང་དེ་ནི་ང་རང་ཚོ་གི་གྱང་འཇམ་པོ་དེ་འདྲ། བདེན་པ་ལ་དེ་ནི་བཀྲེན་མ་སེམས་མ་ང་རང་ཚོ་གི་དག་དེ་ནི་གྲངས་མེད་པ་ཅིག་བསྟར་བ་ཡིན་ན་རྒྱང་གི་བདེན་པ་ལ་སེམས་མ་རེད་ཚེ་གཉིས་ཚེ་ཆགས་སྲིད་ཀྱི་རེད་ཟེར་གི་འདུག་ཆགས་སྲིད་ཀྱི་རེད་དེ་མི་སྲིད་པ་མ་རེད་ཟེར་གི་འདུག་ཡིན་ན་ཡང་དེ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་གི་འཐོབ་ཡ་དེ་དེ་ལས་ཀྱང་རྙེད་པར་དགའ་བ་རེད་ཟེར་གི་འདུག་ད་ནང་བཞིན་གྱི་དེ་ནི་ཁབ་རྩེ་རྒྱན་དེ་བླངས་ནས་དེའི་སྟེང་དུ་ང་རང་ཚོ་འབྲུ་སྤུངས་གི་ཡིན་ན་ཁབ་ཀྱི།

དེ་ནི་ཆོས་དར་བའི་དགེ་ཡུལ་དུ་སྐྱེ། ཆོས་དེ་ནི་བླ་མ་བླ་མ་ཚད་ལྡན་དུ་ཁྲེལ། ཆོས་ཆོས་ཡང་དག་པ་དང་ཁྲེལ་ཆོས་ཉམས་སུ་ལེན་རྒྱུ་ཡོད་པའི་དགེ་དེ་ནི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེ་ད་སོན་མ་ཏན་གྱི་མདོའི་ནང་ནས་ཀྱང་དེ་ནི་ཤིན་ཏུ་ཡང་ཉུང་བའི་བདག་ཉིད་ཅན་ཞིག་རེད་ཟེར་དེ་ནི་ཤིན་ཏུ་བགྲང་གྱི་སྒོ་ནས་རྙེད་པར་དཀའ་བ་ཟེར་དེ་འདྲ་ཞིག་གི་འདུག་དེ་ནི་ང་རང་ཚོ་རང་གི་དེ་ནི་བསམ་བློ་དྭངས་བ་ཡིན་ན་ཡང་ད་འཛམ་བུ་གླིང་འདི་ཡི་ནང་ནས།

བརྒྱུད་པ་དང་གདམས་ངག་དེ་དག་ཐམས་ཅད་ལ་དེ་ནས་བསྲེ་བསླད་མེད་པར་ད་ག་ནང་བཞིན་གྱི་དེ་ནས་ཚང་བླ་མ་ནོར་བའི་ལམ་ཡང་དག་པར་གནས་དེ་གན་དེ་འདྲའི་གཅིག་ལ་དེ་ནས་སྔ་རང་ཚུགས་ཀྱི་དག་པས་སོ་སོ་གི་ཡང་དད་པ་དང་མོས་གུས་ཀྱིས་བཀོད་ནས་དེ་ནས་བརྒྱུད་པ་དེ་ལ་རྗེས་སུ་བསྲེ་ནས་གདམས་ངག་དེ་ཉིད་ཐོབ་དེ་ནས་གདམས་ངག་ཐོབ་པ་ཙམ་མ་ཡིན་པར་དེ་ནས་ཉམས་སུ་ལེན་དེ་འདྲའི་རྗེས་ཀྱི་དེ་ནས་དག་སྔ་རང་ཚུགས་ཀྱི་མི་ཡུལ་གྱི་གྲངས་ཀ་དེ་དེ་ནས་དེ་ལས་ཀྱང་དེ་ནས་ཉུང་ཉུང་ཕྱི་མ་དང་ཡོད་མ་རེད་ཉུང་ཉུང་ཕྱི་མ་དང་རྩ་བ་ཉིད་ནས་ཡོད་མ་རེད་སྔ་རང་ཚུགས་ཀྱི་སེམས་ལུགས་སྤངས་ན་ཧ་གོ་ཐུབ་ཀྱི་རེད་དེ་འདྲའི་ཡིན་ཙང་དེ་འདྲའི་དགོས་ན་ཡང་གྲངས་ཀྱི་དགོས

དེ་ནས་ཕྱི་མའི་བདག་པོ་དམ་པའི་དགོངས་པ་མཐའ་པོ་ནང་བཞིན་གྱི་རྒྱུན་དུ་ཡོང་བ་མ་རེད་དེ་ཡང་དེ་ནི་དོན་བདེ་འབྱོར་གྱི་མི་ལུས་རུང་བ་ཞིག་ཞེས་བྱ་བ་དེ་ཡང་རྙེད་པར་དཀའ་བའི་བདག་ཉིད་ཞིག་རྙེད་ན་དོན་ཆེ་བའི་རང་བཞིན་ཅན་ཞིག་ཡིན་ཀྱང་དེ་ཡང་དེ་ནི་མི་རྟག་པའི་རང་བཞིན་ཅན་ཞིག་རེད་ཟེར་དེ་འདྲའི་ཡོན་ཙམ་དེ་ནི་རྙེད་པ་དེ་དེ་ནི་ང་རང་ཚོ་བོ་ཚལ་མི་རྟག་པ་ཟེར་མཁན་དེ་དེ་ནི་ང་རང་ཚོ་བོ།

འདི་ནི་ང་རང་ཚོ་གི་དག་དབུགས་འབྱུང་འོང་སྒོམ་གཉིས་ཀྱི་ལོག་པ་ལ་གསེར་སྒོམ་གང་ལགས་འདི་ནི་ངོ་མཚར་ཆེ་ཞེས་དེ་ནས་མགོན་པོ་ཀླུ་སྒྲུབ་ཀྱི་གསུང་བ་ལྟར་དུ་དེར་ང་རང་ཚོ་གི་དག་དབུགས་འདི་ཕར་བཏང་ནས་དེ་ནས་དབུགས་འདི་ཚུར་ལེན་ཡོད་པ་དེ་ཡང་ཤིན་ཏུ་ཡང་དཀར་བ་བཟང་པོ་རེད་དེ་གཉིས་ཀྱི་བར་ལ་དེ་ནི་མི་དག་པ་དེ་གཉིས་མ་ཡོང་ནས་ང་རང་ཚོ་གི་དབུགས་འདི་ཚུར་ལེན་ཡོད་པ་དེ་ཡང་ཤིན་ཏུ་མིག་བྱང་དེ་ནི་ང་རང་ཚོ་གི་ངོ་མཚར་ཆེན་པོ་རེད་གསུང་གི་འདུག་དེ་ནང་བཞིན་གྱི་དེ་ནི་ང་རང་ཚོ་གི་དག་དེ་ནི་མི་དག་པ་སོ་གི་འདི་དེ་ནི་ང་རང་ཚོ་གི་དག།

སྐྱེས་ནས་ང་རང་ཚོ་གི་འཆི་བ་ཡིན་པ་དེ་ཐམས་ཅད་ཀྱིས་ཀྱང་ཧ་གོ་གི་ཡོད་རེད་ད་ང་རང་ཚོ་གི་དེ་ད་ལྟ་དེ་ནས་དམིགས་བསལ་གྱིས་ཧ་གོ་ཡ་དེ་གང་རེད་ཟེར་ན་དེ་ནི་ང་རང་ཚོ་གི་ད་ནམ་འཆི་ཆ་མེད་ཐུབ་དེ་ནི་ཕྱི་རྒྱལ་ནས་ངས་མེད་ཟེར་གི་འདུག་དེ་འདྲས་ཡིན་ཙང་དེ་ནི་ནམ་ཕྱེད་ཆར་རྩ་ནས་ཡོད་མ་རེད་ཟེར་གི་འདུག་དེ་ནི་ང་ལ་མཚོན་པ་དག་དེ་ནི་འཕྱི་བའི་སྐད་ནི་ཤིན་ཏུ་ཡང་མང་པོ་རེད་འཚོ་བའི་སྐད་ནི་ཤིན་ཏུ་ཡང་ཉུང་ཉུང་རེད་དཔེར་ན་དེ་ནི་རླུང་རླུང་སྲུབས་ཆེན་པོ་རླུང་ཆེན་པོ་ཅིག་གི་ནང་ན་ང་ཚོ་མར་མེ་ཅིག་པགས་ཤར་གི་ཡིན་ན་དེ་མར་མེ་དེ་དེ་ནི་ཕྱོགས་རླུང་དེ་ཕྱོགས་ཐམས་ཅད་ནས་བརྒྱབ་ཡོང་བ་ཡིན་ཙང་མར་མེ་དེ་ག་དུས་དེ་ནི་མར་མེ་དེ་མེད་དེ་ཤི་འགྲོ་གི་ཡོད་ང་ཚོ་ངེས་པར་རྩ་ནས་ཡོད་མ་རེད་དེ

དེ་འདྲའི་ངན་འཛངས་དེ་ནི་ནམ་ཕྱེད་ཆ་མེད་སྲིད་དོ་དེ་ནི་ཕྱི་རྐྱེན་ངན་སྨྲས་ཚུལ་ཕྱི་བའི་རྐྱེན་དེ་ནི་དེ་ནི་ང་རང་ཚོ་གི་ད་སོ་སོ་འཚོ་བའི་གི་རྐྱེན་འདོད་ལམ་ནས་དེ་ནི་སྨན་ཟ་བ་དུག་འདོན་རྒྱུ་ནི་ཤི་གང་ཡང་ཡོད་རེད་ཟས་དེ་ནི་གསོན་དུ་གཟུགས་པོ་སྟོབས་རྒྱལ་གི་ཆེད་དུ་ཟས་ཟས་མ་འཇུ་ནི་ཤི་གང་ཡང་ཡོད་རེད་ད་བ་ནང་བཞིན་གི་དེ་ནི་ང་རང་ཚོ་གི་ད་འདྲ་མི་འདྲ་དེ་ནི་ཕྱི་རྐྱེན། འཆི་བའི་རྐྱེན་དེ་ངེས་པ་མེད་པ་དག་སྣང་སོ་དེ་ནི་སྣང་སྲིད་པ་འཆི་དུས་ངེས་པ་མེད་པ་དང་འཆི་རྐྱེན་ངེས་མེད་ནམ་ཞིག་ཆ་མེད་འཆི་རྐྱེན་ངེས་མེད་འཆི་བའི་གི་རྗེས་སུ་དམ་པའི་ཆོས་མ་གཏོགས་གང་གི་ཡང་ཕན་པ་མེད་པ་དེ་འདྲའི་ཕྱིར་རང་གི་རྒྱུད་ལ་ངེས་པར་མ་སྐྱེས་པའི་བར་དུ་དེ་ནི་མི་རྟག་པ་དེ་ཉིད་བསྒོམ་དགོས་པས་རེས་སུ་དུ་མི་རྟག་པ་དེ་ཉིད་བསྒོམས་ནས། དེ་འདྲ་ཡིན་ཙང་རྙེད་པ་འདིའང་མི་རྟག་པར་མྱུར་དུ་འཆི་བའང་འདུ་བྱེད་སུ་མྱུར་དུ་འཆི་བའང་དུ་འགྱུར་གྱི་རེད་ཟེར་གྱི་ད་དེ་དེ་ནི་དལ་འབྱོར་རྙེད་དཀའ་བ་དང་ཚེ་མི་རྟག་པ་འདི་རྙེད་ན་དེ་ནི་ང་ཚོ་གི་ད་དཔེ་ཆ་ཙམ་གྱི་གོ་བ་ཙམ་མ་ཡིན་པར་དེ་ནི་རང་གིས་མཐུན་དང་མཐུན་ཙམ་བྱས་ནས་དེ་ནི་སངས་རྒྱས་ཀྱི་གསུང་གི་ནང་ལ་ད་དེ་འདྲའི་གསུང་འདུག་སྟེ་དེ་ནི་དེ་འདྲ་རེད་འདོག་མི་འདོག་རང་གིས་བརྟག་ཅིང།

རྒྱུད་ང་རོ་ལོངས་སྤྱོད་གསེར་སྐུ་གཏམ་དག་སྣང་བཞིན་གྱི་དེ་ནི་ད་འདོད་ན་དེ་ནི་ཐབས་བུ་གོ་ས་གང་ལ་ཡང་དེ་ནི་ད་ནི་ཆགས་ཞེན་ཆགས་ཞེན་དང་ད་ག་སྣང་བཞིན་གྱི་དེ་ལ་དེ་ནི་བློ་གཏད་ནས་ང་རང་ཚོ་གི་མི་ཚེ་འཕྲོག་ལ་མ་ལྡང་བ་དེ་ནི་མ་ལྡང་བ་བྱས་ནས་དམ་པའི་ཆོས་ཞབས་མ་བྱས་དེ་ནི་ང་རང་ཚོ་གི་བློ་འདོར་ནས་ཆོས་ཞབས་མ་བྱས་ཉོན་མོངས་སྒྲུབ་ཐུབ་ཡ་ལ་དེ་ནི་ང་རང་ཚོ་གི་ཕན་ཐོགས། ཏན་ཏན་ངེས་པར་དུ་ཡོང་གི་ཡོད་རེད་ཟེར་གྱི་འདུག་དེ་འདྲའི་ཡོན་ཚད་དེ་འདྲའི་ཡོན་ཚད་དེ་ནི་ད་དེ་དཔེར་ན་དེ་ནི་མི་རྟག་པ་དེ་ཉིད་རང་གི་རྗེས་ལ་ཤ་མ་ཞིག་སྐྱེས་པ་ཡིན་ན་དེ་ནི་ད་འཁོར་འདས་ཀྱི་ཆོས་འདི་ག་འདྲས་ཞིག་སྣང་ན་ཡང་དེ་དེ་ནི་རྟག་པ་མི་འདུག་བརྟན་པ་མི་འདུག་ངེས་པ་མི་འདུག་དེ་ལ་དེ་ནི་གཏན་དུ་དེ་ནི་ང་རང་ཚོ་བློ་གཏད་ཁེལ་བོད་ཀྱི་ཆོས་ཅིག་རྩ་བ་ཉིད་ནས་མེད་པར་རང་གི་དེ་ནི་གཏིང་ནས་ངེས་ཤེས་སྐྱེས་པར་གྱུར་པ་ཡིན་ན

ཁོང་གི་རྒྱུད་ལ་སུན་ཐུབ་སོང། ད་འཆི་བའི་འཇིགས་པ་དེ་ནི་དེ་ནི་བརླག་ནས་མི་འདུག་སོང་བ་རེད་ད་དེ་ནང་བཞིན་གྱི་དེ་ནི་ང་རང་ཚོ་དགེ་ཡིན་ན་ཡང་ད་དེ་ནི་དེ་ཚོར་ཉེས་དགའ་བ་དང་ཚེ་མི་རྟག་པ་འདི་ཉིད་དེ་ནི་ཞག་མང་ཞིག་རང་གི་རྒྱུད་ལ་གོམས་ཐུབ་པ་ཡིན་ན་དེ་ནི་ཚེ་འདི་ལས་བློ་ལྡོག་ནས་དལ་འབྱོར་གྱི་མི་ལུས་འདི་ཉིད་ཆུད་ཟོས་སུ་མ་ལྷུང་པར་དམ་པའི་ཆོས་ཞག་མང་ཞིག་འགྲུབ་པ་ཡིན་ན་དེ་ནི་རང་གི་རྒྱུད་ལ་ཕྱི་མི་རྟག་པ་དམ་པའི་གོ་འཕང་འདི་ཉིད་མངོན་དུ་འགྱུར་བར་བྱེད་པའི་ཐབས། མ་ནོར་བ་ཅིག་ལ་དེ་ཡོང་གི་རེད་གསུང་གི་འདུག་འོང་དུ་གྱུར་རུང་ཟེར་ད་ནི་ཤི་ནས་ཀྱང་ཅང་མེད་དུ་མི་འགྲོ་བར་ལས་འབའ་ཞིག་གི་ཕྱིར་སུན་དྲངས་ཏེ་འཁོར་བར་འདུད་ཅེས་ཟེར་ད་ཤི་བ་ཡིན་ན་ད་ཤི་ན་ཡང་དེ་ནི་ཅང་མེད་ཟེར་ད་དཔེར་ན་མེ་ཤི་བ་དང་ཆུ་སྐམ་པོ་ནང་བཞིན་ཅིག་ལ་གྱུར་བ་ཡིན་ན་ད་ཁྱེད་ཡོད་མ་རེད་ཟེར་ད་དེ་འདྲས་འགྲོ་གི་མ་རེད་གསུང

ལས་དང་པོ་པོ་རྣམས་ཀྱིས་དེ་ནི་ང་རང་ཚོ་གི་ཧ་གོ་གོ་ཡ་དེ་ལ་དེ་ནི་དུས་བབ་མི་དགེ་བའི་ལས་ཞིག་ཡིན་ཏེ་ག་འདྲས་ཅིག་ལ་ངོས་འཛིན་གྱི་འདུག་དཀར་པོ་དགེ་བའི་ལས་ཞིག་ཡིན་ཏེ་ག་འདྲས་ཅིག་ལ་ངོས་འཛིན་གོ་གི་འདུག་དེ་ཧ་གོ་གོ་གི་རེད་དེ་ཡིན་ཙང་དེ་ནི་ད་དངོས་པོ་ཀླུ་སྒྲུབ་ཀྱི་གསུང་ཡང་རེད། དེ་ནི་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་རྒྱས་ལས་ནི་མི་དགེ་བའོ་གསུང་ཡང་རེད་དེ་འདྲས་ཡིན་ཙང་དེ་ནི་ང་རང་ཚོ་གི་མི་དགེ་བའི་ལས་ཞིག་ཡིན་ཏེ་གང་ལ་དེ་ནི་སྐྱེ་གི་ཡོད་རེད་ཟེར་ན་དེ་ནི་ང་རང་ཚོ་གི་ང་རང་ཚོ།

གཏོང་བར་མི་འདོད་ན་ཁམས་གསུམ་འཁོར་བ་འདིའི་ནང་ལ་ཕྱིན་ཆད་དེ་འདྲ་ང་ལ་བཟོ་གི་དང་སྐྱེ་བོས་ཀྱི་རྒྱུན་བཅད་དགོས་ན་དེ་ནི་རང་གི་སེམས་འདི་ཉིད་ལ་ལེགས་པོར་བརྟགས་ནས་ཉོན་མོངས་པ་སྐྱེ་བའི་སྐབས་སུ་དེ་ནི་ཉོན་མོངས་པ་མི་སྐྱེ་བའི་རྩ་བ་ནས་སྲིད་གི་མ་རེད་ང་ལ་བཟོ་ལས་དང་པོ་བ་རེད་དེ་ནི་ཉོན་མོངས་པ་སྐྱེ་བའི་སྐབས་སུ་རང་གི་དྲན་པ་དེ་ཉིད་བསྟན་ནས་ཉོན་མོངས་པ་དེའི་དབང་དུ་མ་འགྲོ་བ་ཅིག་བྱེད་དགོས་པ་རེད་ཟེར་དུ་དཔེར་ན་དེ་ནི་དཔེར་ན་དང་ང་ལ་བཟོ་གི། དཔེར་ན་བདག་རང་གི་ལས་དོན་འདྲ་སོགས་པ་མ་འགྲུབ་པ་ལ་བརྟེན་ནས་སེམས་ལ་དེ་ནས་ཁོང་ཁྲོ་ཞིག་ལངས་ཀྱི་འདུག་ན་ཁོང་ཁྲོ་མི་སྐྱེ་བ་དང་སྲིད་ཀྱི་མ་རེད་ཡིན་ན་ཡང་ཁོང་ཁྲོ་དེ་སྐྱེ་བའི་སྐབས་སུ་ད་ལམ་སང་ཁོང་ཁྲོ་དེ་དེ་ནས་མི་དགེ་བ་ཡིན་པ་ཧ་གོ་མི་དགེ་བ་དེ་ཁོང་ཁྲོ་དེ་གི་དབང་དུ་ཤོར་བ་ཡིན་ན་དེ་དེ་གི་སྡིག་པ་བསགས་ཀྱི་ཡོད་པ་ཧ་གོ་སྡིག་པ་བསགས་མཁན་ཡིན་ན་དེ་གི་འབྲས་བུ་དེ་སྡུག་བསྔལ་ནང་གི་རྒྱུ་ལ་ཐོབ་ཀྱི་ཡོད་པ་དེ་ཧ་གོ་ན་དེ་ནས་ཁོང་ཁྲོ་དེ་རྣམ་པར་རྟོག་པ་དེ་སྐྱེས་མ་ཐག་ཏུ་དེ་ང་ཚོ་གི་དྲན་པ་དེ་གཏན་དུ་དགོས་རེད་དེ་མི་དགེ་བ་རེད།

ལས་དང་ལས་ཀྱི་འབྲས་བུ་རྣམ་པར་སྨིན་པ་དེ་དག་ཐམས་ཅད་རང་གི་རྒྱུད་ལ་སེམས་ལ་ཧ་གོ་བ་དེས་བལྟས་ན་དེ་ནི་འདིས་ཁོང་ཁྲོ་ཟེར་བ་འདི་མི་དགེ་བ་རེད་མི་དགེ་བ་ཟེར་ན་འདི་གི་ལས་མི་དགེ་བ་བསགས་གི་རེད་ལས་མི་དགེ་བ་སྡིག་པ་བསགས་ན་དེ་གི་འབྲས་བུ་དུག་ལྔ་འདི་ང་རང་གི་སྟེང་དུ་ཡོང་གི་རེད་བསམ་མོ་དེས་ཟེར་ན་དེ་ནི་གནས་སྐབས་ང་རྒྱང་ཅིག་འཁོར་བསྡད་པ་ཡིན་ན་ད་དུང་ཁེ་བཟང་འདི་ང་རང་ལ་རག་གི་འདུག་བསམ་པའི་གི་སེམས་ཀྱིས་བསམ་བློ་ཅི་བཏང་ཐུབ་ཀི་རེད་དེ་བཏང་ཐུབ་པས་ན་དེ་ནི་ཁོང་ཁྲོ་དེ་ཁོང་ཁྲོ་ཁོ་རང་ཡང་ཁོང་ཁྲོ་རང་བཞིན་མི་རྟག་པ་རེད་མ་གཏོགས་ཁོང་ཁྲོ་དེ་རྟག་པ་ཅིག་མ་རེད་དེ་འདྲ་ཡིན་ཚེ་དེ་ནི་ཁོང་ཁྲོ་རང་བཞིན་ཞེས་ནི་ཁོང་ཁྲོ་དེས་ཁོང་ཁྲོ་དེ་གིས་རྐྱེན་བྱས་ནས་དེ་ནི་ངག་གི་ཚིག་རྩུབ་པོ་བཤད་པ་ལ་སོགས་པ་ལུས་ཀྱི་བྱ་བ་རྩུབ་པོ་བྱེད་པ་ལ་སོགས་པ་དེ་བྱེད་ཀྱི་མ་རེད་གང་ཟེར་ན་དྲན་པ་དེ་བསྟེབ་ཚར་རེད་དྲན་པ་དེ་སླེབས་ཚར་ནས་དེ་ནི་བྱ་བ་ལ་མ་འཇུག་པ་ཡིན་ན་དེ་ལས་བསགས་ཀྱི་མ་རེད་ལས་མ་བསགས་པ་ལ་བརྟེན་ནས་དེ་ནི་ང་ལ་སོགས་ཀྱི་དྲན་པ་བརྟེན་པ་དེ་ལ་བརྟེན་ནས་དེ་ནི་སྔར་ཁོང་ཁྲོ་གི་བག་ཆགས་དེ་ཡང་དེ་ནི་ཇེ་སྲབ་ཇེ་སྲབ་ལ་འགྲོ་ནས་དེ་ནི་ང་ལ་སོགས་ཀྱི་དེ་ནི་ཁོང་ཁྲོ་དེ་ཇེ་སྲབ་ཇེ་སྲབ་ལ་འགྲོ་ནས་དེ་ནི་ཕྱིན་ཆད་ཁོང་ཁྲོ་མི་རྒྱས་པ་དེ་འདྲ་ཡོང་གི་རེད། དེ་འདྲའི་ཡོན་ཚད་དེ་དང་ཁོང་ཁྲོ་མི་སྐྱེ་བའི་ཡོད་མ་རེད་འདོད་ཆགས་མི་སྐྱེ་བའི་ཡོད་མ་རེད་ཞེ་སྡང་ང་རྒྱལ་ཕྲག་དོག་གང་ལ་ཡང་དེ་དང་པོ་བ་རྣམས་ཀྱིས་མི་སྐྱེ་བའི་ཡོད་མ་རེད་འདི་ཡིན་ནི་སྐྱེས་མ་ཐག་ཏུ་དེ་ནི་ང་རང་ཚོ་གི་དེ་ཐིག་པ་ཡིན་པ་ཧ་གོ་མི་དགོས་བ་ཡིན་པ་ཧ་གོ་ཐིག་པ་མི་དགོས་བའི་ལས་བསགས་ན་དེ་སྡུག་བསྔལ་འདི་རང་གིས་བསྐྱུར་རྣམ་སྨིན་འདི་རང་གིས་བསྐྱུར་ཐུག་གི་ཡོད་པ་ཧ་གོ་བ་དེ་ལ་ཧ་གོ་བ་དེ་གི་རྒྱུན་དྲན་པ་དེ་གི་དེ་ནི་རྒྱུན་བསྟན་པ་ལ་དེ་ནི་ལམ་བཟང་དྲན་པ་དེ་སླེབས་པའི་སྐབས་སོ་དེ་ནི་ང་རང་ཚོ་གི་དེ་ནི། མི་དགེ་བའི་རྣམ་པར་རྟོག་པ་དེ་གའི་སྟེང་ནས་ང་ལ་སོགས་པའི་ལས་བསགས་ཀྱི་མ་རེད་ལས་མ་བསགས་ན་ཕྱིན་ཆད་སྡུག་བསྔལ་གྱི་འབྲས་བུ་བྱེད་ཀྱི་མ་རེད་ད་ག་ནང་བཞིན་སྔོན་གྱི་བག་ཆགས་དེ་དག་ཐམས་ཅད་གསར་དུ་འགྲོ་གི་རེད་དེ་འདྲ་ཡིན་ཙང་ད་དེ་ལ་སྡིག་པ་མི་དགེ་བའི་ལས་ཟེར་ནས་དེ་འདྲ་བྱས་ལ་དེ་ངོས་འཛིན་ནས་འགྲིག་གི་འདུག་ད་ནི་དཀར་པོ་དགེ་བའི་ལས་ཟེར་གི་འདུག་དེ་ནི་མ་ཆགས་མ་འདང་གཏི་མུག་མེད་བདེ་སྐྱིད་ལས་ནི་དགེ་བའོ་ཟེར་གི་འདུག་དེ་ནི་ང་ལ་སོགས་པའི་འདོད་ཆགས་མེད་པ་ཞེ་སྡང་མེད་པ་གཏི་མུག་མེད་པ་ང་རྒྱལ་མེད་པ་ཕྲག་དོག་མེད་པ་དེའི་སྟེང་དུ་དེ་ནི་ང་ལ་སོགས་པའི་དད་པ་དང་ངེས་འབྱུང་དང་བྱང་ཆུབ་ཀྱི་སེམས།

དུས་དེ་ནས་དེའི་འབའ་ཞིག་གི་ཆོས་སུ་གྲོང་དུ་འཁོར་བར་འདུས་བྱས་ཤེས་ནས་ཀྱང་དེ་འདྲའི་ཡོན་ཚད་ལྷའི་རྒྱུ་འབྲས་ཀྱི་རྣམ་གཞག་དེ་ཉིད་ལ་ཧ་གོ་བར་བྱེད་ཧ་གོ་བ་ཙམ་མ་ཡིན་པར་དེ་ནི་རང་གི་རྒྱུ་འབྲས་ཉམས་སུ་ལེན་གྱི་ཡིན་ན་དེ་ནི་ཕྱིན་ཆད་འཁོར་བ་ལ་སྐྱེ་ཐུབ་སྐྱེ་གི་མ་རེད་ཟེར་གི་འདུག་དེ་འདྲའི་ཡོན་ཚད་དེ་ནི་ད་འཁོར་བ་ལ་སྐྱེས་སོང་ན་དེ་ནི་སྐྱོན་ག་རེ་ཡོད་ཟེར་ནས་དེ་ནི་འཁོར་བ་གང་དུ་སྐྱེས་ཀྱང་སྡུག་བསྔལ་ཁོ་ན་ལས་མ་འདས་ཟེར་དེ་ནི་འཁོར་བ་ཁབ་ཀྱི་རྩེ་ཙམ་ལ་བདེ་བ་ནམ་ཡང་ཡོད་མ་ཡིན་ཞེས་གསུང་བ་ལྟར་དུ་དེ་ནི་ཁམས་གསུམ་འཁོར་བ་འདིའི་ནང་དུ་མཐོ་དམན་གང་དུ་སྐྱེས་ཀྱང།

དེ་ནས་དམ་པའི་ཆོས་ཀྱི་བདུད་རྩི་ཟབ་མོ་འདི་ཉིད་ལེགས་པར་ཉམས་སུ་ལེན་པར་ཡོད་པའི་དུས་སྐབས་འདི་ལ་དེ་ནས་འཁོར་བ་སྡོང་བོ་རྒྱ་མཚོ་ཆེན་པོ་འདི་ལས་ཅི་ནས་ཀྱང་ཐར་བ་ཞིག་ངས་ད་རིང་མ་བྱས་ནས་ཐབས་རྩ་ནས་མི་འདུག་བསམ་པ་ཞིག་དེ་ནང་གི་རྒྱུད་ལ་སྐྱེས་ཁོ་རེ་ཟིག་འདུག་དེའི་ཆེད་དུ་དམ་པའི་ཆོས་རྣམ་པར་དག་པ་ཞིག་ད་ལྟ་ཉིད་ནས་འགྲུབ་པར་བགྱིའོ་སྙམ་པ་དང་དང་དེའི་ཆེད་དུ་དེ་ནས

སྒྲུབ་ནུས་པ་དེ་ལ་བར་ཆད་མི་ཡོང་བར་གྲུབ་འབྲས་ཡོང་བ་ཞིག་དེ་ནི་བླ་མ་རིན་པོ་ཆེ་ཁྱེད་མཁྱེན་རྟགས་ལ་བྱིན་གྱིས་བརླབས་ཏུ་གསོལ་ལོ་སྙམ་པའི་དད་པ་དང་ངེས་འབྱུང་གིས་ཤུགས་དྲག་ཏུ་བསྐྱེད་དེས་ད་དེ་ལྟ་བུ་དད་པ་དང་ངེས་པར་འབྱུང་བའི་ཤུགས་ངེས་འབྱུང་དེ་གང་ལ་བརྟེན་ནས་སྐྱེ་གི་ཡོད་རེད་ཟེར་ན་བློ་ལྡོག་རྣམ་པ་བཞི་དེ་ལ་དེ་ནི་ང་རང་གཟུགས་ཀྱི་རིམ་པ་བཞིན་དུ་རང་གིས་ཉམས་སུ་ལེན་ནས་དེ་ནི་ང་རང་གཟུགས་ཀྱི་སེམས་གཏིང་ལ་ངེས་པ་རྙེད་སོང་ན་དེ་ནི་ངེས་པར་འབྱུང་བའི